རྗེ་བཙུན་བྱམས་མགོན་དང་ང་ཚོ་འཛམ་བུ་གླིང་ལ་ཡོད་དུས་མགྱོགས་ཀྱི་སེམས་ཅན་ཐུགས་ཀྱི། མི་རེ་ད་ག་ནས་ཤི་ང་ལྷ་རེ་དམྱལ་བ་རེ་ཡི་དྭགས་དེ་ཚོ་གང་ག་ད་ལན་རེར་དེ་ཤི་ཤི་ཡོང་དེ་གི་རེད་པ། གང་ས་ལ་འགྲོ་འདུག་རྗེ་བཙུན་བྱམས་མགོན་ཀུན་དད་ངོ་གཉིས་ནས་སྐྱེས་པ་འབུམ་ཕྲག་མང་པོ་སྔ་རོལ་ནས་ད་འཛམ་བུ་གླིང་ལ་ཡང་སྟོབས་བཅུ་མངའ་བའི་གོ་འཕང་མཛད་རྗེས་དེ་འདྲའི་གི་ཐོག་ནས་མཛད་པ་བཅུ་གཉིས་མཛད་སྐོར་ལ་ད་ཞེ་བོ་གཅིག་པའི་རིང་པོ་རིང་པོར་ད་བྲལ་ལར་རྗེ་ཞེ་བོ་གཅིག་ལང་ཆེ་ད་དེ་འདྲའི་གི་ཐོག་ནས་མ་ལན་ཡོད་དུས་ད་རྗེ་བཙུན་བྱམས་མགོན་ཀུན་ཞལ་རས་དེ་བྱས་པ་གང་ང་ཚོ་འཛམ་བུ་གླིང་མི་དེ་གི་ལ་མ་བཙལ་ཉན་པ་ད་ཤི་ཤི་ཡོད་དུ་མགྱོགས་སར་གཅིག།

ལས་འབྲེལ་དུ་ཡོད་ཚུལ་དང་རྗེ་བཙུན་བྱམས་སྐུ་ཁོ་རང་རང་སྐུ་དངོས་སུ་རྫོགས་པ་ལྷའི་བུ་དམ་པ་ཏོག་ཁང་ནས་མ་འཕོས་རྗེས་རྒྱལ་དབང་སྔ་མོར་སྐྱེས་པ་ཐང་ཆེན་ལ་གངས་རི་ནས་འཕོ་བ་དང་ས་དེ་འབྲེལ་གྱི་མཛད་པ་མ་མཛད་པའི་ཕྱིར་ད་ནི་ང་ཚོ་མཛད་རྒྱུ་རེད་པ་དང། ཡིན་ནའང་རྗེ་བཙུན་བྱམས་སྐུ་གི་ཐུགས་བརྩེ་དེ་དང་རྗེ་བཙུན་བྱམས་སྐུ་གི་སྙིང་རྗེ་དེ་དང་རྗེ་བཙུན་བྱམས་སྐུ་གི་ཐུགས་ཀྱི་སྨོན་ལམ་དེ་ང་ཚོ་འཛམ་བུ་གླིང་པའི་མི་ཐམས་ཅད་ལ་གང་གང་ལ་ཡོད་ཙང་ཨ་ནི་རྗེ་བཙུན་བྱམས་མགོན་གྱི་ཐུགས་ཀྱི་སྨོན་ལམ་དེ་དེ་ཡོད་སའི་ཁུ་ཐུག་གི་ཐུགས་དེ་ནས་མ་སྤྲིན་གང་གི་སྣེ་མོ་གཅིག་སྤྲིན་དཀར་པོ་ཆེ་སྣུམ་པོ་མ་དཀར་པོ་དེ་ནས་མ་རྐྱང་ཤ་མོ་ནས་ཕྱི་ནས་པ་ཁྱོ་རེ་མ་ཡོད་དེ་འདྲས་གཅིག་དེ་འདྲས་ཆེ་མ་རྐྱང་ཆེ་ཤ། གང་དེ་ལྷ་རྒྱལ་གོང་གི་ཐུགས་ཀ་ནས་ས་ཐུགས་ཀ་ཟད་དོ་ད་དེར་བལྟ། ད་ཇི་དོན་བྱང་ཁུང་གི་འདི་སྤྲིན་དཀར་པོ་ནང་བཞིན་གྱི་སྣུམ་པོ་དཀར་པོ་ཆེ་མ་རྐྱང་པོ་ནང་བཞིན་གྱི་ད་གང་དེ་ཡི་གེ་ཆུ་འདི་ནས་མ་གང་དེ་ཡི་གེ་ཆུ་འདི་ནས་རྐྱང་ས་ལ་དུས་ད་ད་ནི་ང་ཚོ་ག་ཚོད་ཡིན་པ་དཔང་ས། ཁྲི་སུམ་ཅུ་སོ་གཉིས་ཀྱི་ས་ནས་ད་འདས་མ་སྤྲིན་གང་གི་སྣེ་མོ་གཅིག་མ་རྐྱང་ཆེ་ཤ། སྤྲིན་པ་དཀར་མོ་འདི་ད་གང་སྲིད་སྤྲིན་པ་འདི་ནས་ཐེབས་ཆག་དེ་ནས་ང་ཚོ་ནང་ག་ལ་སྤྲིན་པ་འཁོར་དུ་ཡོད་སར་སྤྲིན་པ་དེ་མེད་མི་བྱེད། ཐུགས་རྗེའི་བདག་ཉིད་ཅན་གྱི་བྱམས་སྙིང་བྱང་ཆུབ་ཀྱི་སེམས་ཀྱིས་ད་དེ་འདྲིལ་གྱི་བདག་ཉིད་ཅན་གྱི་སྤྲིན་པ་ཅིག་ང་ཚོ་འཛམ་བུ་གླིང་གླིང་པའི་མ་སེམས་ཅན་ལ་ལ་མ་བརྩེ་བ་ཡོད་དུ་ཡོད་དེ་འདྲིལ་གྱི་སྤྲིན་གང་གི་སྣེ་མོ་ཅིག་བྱེད། སྤྲིན་གང་གི་སྣེ་མོ་ཡིན་ནས་མ་ཁུ་སྣམ་བུ་ནི་བཞི་བྱས་ནས་བཞི་ཅིག་བྱེད། དེའི་སྣེ་དེ་ལས་དེ་དུ་ཁུ་གསུམ་ཆ་བྱེད། དཀྱིལ་དེ་ཅིག་བྱེད་མཐའ་རེ་རེ་རེ་བྱས་ནས་དཀྱིལ་གྱི་དེ་གང་ལ་ཡང་བྱེད་དུ་རྩ་སྔོ་བ་བྱིན་པ་བྱས་གཡས་དེ་གང་ལ་ཡང་རྒྱལ་ཚབ་ཐམས་ཅད་བྱིན་པ་བྱས། གཡོན་སྟེང་ཀཱི་ལ་ཡ་གྷི་རུ་ཐམས་ཅད་མཁྱེན་པའོ། འོ་ད་མདོ་དབུས་ཕྱི་ནས་ཕེབས་ཏེ་ཆོས་ཕྱི་ངོ་སོ་བསམ་གཏམ་གྱི་འོ་ད། དགའ་ལྡན་ལ་རྒྱའི་མགོན་གྱི་ཐུགས་ཀ་ནས་རང་དཀར་ཞོ་གསར་སྤུངས་འདྲའི་ཆུ་འཛིན་རྩེར། རང་དུ་དཀར་བའི་ཞོ་གསར་བ་སྤུངས་པོ་བཀྲ་བ་ནི་ཤིང་གི་རྟ་དེ་དྲེགས་ཀྱི་ཆུ་འཛིན་གྱི་སྣེ་མོ་ལ་ཆུ་འཛིན་གྱི་རྩེ་ལ། ཆོས་ཀྱི་རྒྱལ་པོ་ཀུན་འབྱུང་བློ་བཟང་གྲགས་ཟེར་ནས་ཀུན་འབྱུང་བློ་བཟང་གྲགས་པ་རྟ་མ་སེ་རྟ་བས་ཐོད་ཟེར་སེ་རྟ་ཁུག་གི་འོ་ད། ཆོས་ཀྱི་རྒྱལ་པོ་ཀུན་འབྱུང་བློ་བཟང་གྲགས་ཀྱི་སྤྲིན་དཀར་གྱི་སྣེ་དེ་ལ་ཡ་གྱའི་རྗེ་བཙུན་བྱང་ཁུང་གི་ཐུགས་ཀྱི་ཀུ་ཏོ་དེ་ཡོད་དུས་ཀྱི་དུ་སྤྲིན་དཀར་པོ་དེ་སྣེ་མོ་གཅིག་རང་བྱས།

དེའི་གཡོན་ལ་ཡང། ཁེ་རུ་ཐབས་ཤེས་སྦྱིན་པ་ཞུགས་དུས་སུ་སེམས་བསམ་ལ་ད་དེའི་སྲས་ཐོབ། རྗེ་བླ་མ་འདི་ང་ཚོ་སེམས་བཏང་དུས་དེ་སེམས་དཔའ་སུམ་བརྩེགས་ཀྱང་ཀྱང་ཕྱིར་ལྟ། རྒྱལ་ཚབ་ཐམས་ཅད་མཁྱེན་པ་དེ་སེམས་དཔའ་སུམ་བརྩེགས་རེད་ཁེ་རུ་རིན་པོ་ཆེ་འདི་སེམས་དཔའ་སུམ་བརྩེགས་སམ་ད། རྗེ་བླ་མ་འདི་སེམས་བཏང་ཡོད་དུས་དེ་རྗེ་བླ་མ་འདི་སྐུ་གཟུགས་ཆེན་པོ་ཆེ། སྐུ་གཟུགས་དཀར་པོ་ཆེ། དཀར་པོ་ཡིན་པ་གང་ཤེས་ཅིག་ལ་ཡང་དམར་མདངས་དེའི་ཚེ་ཡོད་དུས་ཡོད་ཚད་ཆེ། དཀར་པོ་འདི། བྱང་ཆུབ་ཀྱི་སེམས་མཐོང་ནས། དོན་དམ་བྱང་ཆུབ་ཀྱི་སེམས་དང་ཀུན་རྟོག་བྱང་ཆུབ་ཀྱི་སེམས་གཉིས་ཀ་བློ་ལྟ་གོང་འཕེལ་ཤུགས་ཆེ་ཆེ་ཕྱིན་ནས་ད་འདི་ཕན་ཆད་དུ་ཅིག་ད་ཡང་གོང་འཕེལ་དུ་གཏོང་རྒྱུ་མེད་པ་ལྟ་བུ་ཞིག་གི་ཐོག་ནས་མཐར་ཕྱིན་པ་ལྟ་བུ་བྱེད་འདོད་ཀྱི་ད་ཀུན་རྟོག་སྤྱི་བཏང་ནས་བྱས་ན་དཀར་པོ་ཆེ། ད་འདིའི་སྒང་ལ་ཡང་བདེ་ཆེན་ལྷན་སྐྱེས་ཀྱི་ཡེ་ཤེས་དེ་ཤུགས་ཆེན་པོ་ཞི་བུ་ཅིག་རྒྱས་དེ་འབྲས་ཀྱི་ཐོག་ནས་འཛག་པའི་ལྟེ་བ་སྟོང་དུ་གང་གི་ཞི་བུ་ཅིག་བཅུ་དགུ་དུ་མ་གསུམ་ལས་བཞི་བོ་ཅིག་བརྒྱན་ནས་དེ་རིགས་ཀྱི་ཐོག་ནས། ཁམས་འདི་ཞུ་བའི་ཞུ་བདེ་དེ་གླེང་གི་འདུག་ད་ཁམས་དམར་པོ་དེར་ཁམས་དམར་པོ་དེ་དམར་པོ་གསུངས་ཙང་ནི་དེའི་རྟགས་ནི་གཅིག་གི་ཐོག་ནས་ཞལ་རས་གང་ལས་ཡང་དཀར་པོ་ཡིན་པ་གང་ཤེས་གཅིག་ལ་ཞལ་རས་སྐུ་གཟུགས་སྐུ་ཕུང་ཕྱག་དང་བཅས་པ་གང་ག་ཞིག་གང་དཀར་པོ་ཡིན་པ་གང་ཤེས་གཅིག་ལ་ཡང་དམར་པོའི་རྟགས་བལྟས་ཚེ་ཡུལ་དུས་ཀྱི་གཅིག། བདེ་སྟོང་གླེང་གཅིག་ཡེ་ཤེས་སྐྱེད་པའི་རྟགས་དམར་པོ་དེ་ཁམས་ཞུ་བ་ལ་བརྟེན་ནས་དེ་དུས་ཀྱི་བདེ་བ་ཆེས་ཨ་ནི་དཀར་པོ་དེ་སྟོང་པ་ཡིན་པ་རེད། དེ་འདྲའི་གི་ཡེ་ཤེས་དེ་སྐྱེད་པའི་རྟགས་ནི་ཡང་ཟུང་འཇུག་སྐུ།

འབྲས་བུ་བཞི་བཅུ་མཚར་པོ་བཞི་བཅུ་ཡོད་དུ་གྱུར་ཅིག། ཚེས་བསམ་བཅུ་སུམ་ཅུ་རྩ་གཉིས་དང་སངས་རྒྱས་སྐུ་ཟིན་ལ་ད་དེ་འདྲའི་ཅིག་ལ་གཟིགས་ཀྱིས་ཀྱུར་སང་ད་དེ་འདྲའི་གྱི། ད་མཚར་པོ་ཡོད་དུ་གྱུར་གོ་ད་དེ་འདྲའི་གྱི་ཅན་ལ་མ་ཅིག་ད་གསལ་བཏབ་ཀྱིས། འཇུག་ལྡང་འདི་དོན་གྱི་སེམས་ལ་ནི་ཕྱི་ནས་ཅན་དོགས་གཅིག་རིམ་བྱས་ན་བཞུགས་རྒྱུ་གཅིག་བྱས། སྐུ་ལ་ཡང་ཆོས་སྐུ་ངུར་སྨྲིག་གི་ཅིག་དང་ནམ་སོ་སོའི་ཞོ་སོ་གཅིག་བྱས། འོ་ད་ཤ་འདབ་བྱས་ཟན་བྱས་བཏུང་བ་བྱས་ཆོས་གོས་བྱས་ད་འདྲའི་གསོན་ནས།

ཁོས་ང་ཚོའི་ཕིའི་དུད་ནག་མོ་པ་ནི་བཟང་པོ་ས་ཆི་རྩེ་དགའ་དུས་སུ་ད་སྤོ་ལགས་ཐུག་སོང་ང། ད་སྤོ་ལགས་འདི་བྱེད་ར་མི་བྱེད་ཀྱི་གནམ་གྲུ་ཡིན་ནའང་ཇི་ཚོད་ཤི་ར་སེང་གི་གནམ་གྲུ་ཡིན་ན་གང་ད། མིག་བསྟན་རྗེས་དེའི་དྲོད་ཕུག་ཏུ་ཏུ་ཡར་བརྩིགས་རོགས་རྒྱབ་གང་ང་ཅི་བྱ་ལས་གང་གནང་སོང་ང། ཨེ་ཞུ་བ་ང་ལོག་འགྲོ་གི་ཡིན་ཞེས་ནི་ཞུ་བ། གཞན་ད་ཡས་སོང་བ་ཡིན་གྱི་རེད་པ། ད་ཚོ་ང་ཚོ་ཁྱོད་ནང་སྐོར་བཤད་ཐུབ་གི་མ་རེད་བཟང་བཟང་ངོ་མི་ཡིད་པའི་ཆུ་ཡིན་ཟེར། ཁྱོད་ནང་སྐོར་ལབ་ཐུབ་གི་མ་རེད། ད་སྤོ་ལགས་ངོ་ནི་ཕི་བྱིན་ཅིན་བཞི་བོ་ཅིག་དོང་དང་དོ་བ་ལྟ་དུས་ད་སྤྱི་བཏང་གི་མི་ཅིག་ཁྱོད་ནང་རེད་མི་འདུག་བཟང་བཟང། དཀར་ཟ་དཀར་པེ་ནག་ཟ་ནར་པེ་བཞི་བོ་ཅིག་པེ་ཡོད་དུ་འགྱོགས།

ཁྱེད་རང་ང་བསྟེན། ང་སྒྲུབ་ངའི་བཀའ་ལ་ཉན། ངའི་སྐུ་བསྒོམ། གསུང་སྒྲུབ་ཐུགས་རྟོག་པ་ཕུབ་ཞུ་བ་ཡིན་ན་ནི། དེའི་རྒྱུ་ལས་ཡུལ་དུ་འབྱུང་བ་མི་ཤེས་པའི་རྨོ་མོ་དེ་ངའི་སའི་ཐུགས་ཀར་གདའ་ས་དེ་ནས་ཀྱི་དར། དེ་བར་མཚོན་བྱེད་རི་ཆུ་གོ་བར་སོགས་ཚིག་ལ་ཡ། རེ་རེ་རྣམས་ལ་བཀྱག་སྟེ་བརྗོད་ཐུབ་པ་ལྟ་དེ་ཡིན་གསུངས་པར་གདའ། དང་གེ་སར་རློམ་ཅན་གྱི་ཐུགས་ཀ་ལ་སྤྱན་རས་གཟིགས་གསལ་བཏབ་རྒྱུ་རེད། དང་གཞི་དེའི་སྒྲུབ་གཞི་དེ་སྤྱན་རས་གཟིགས་རེད། སྤྱན་རས་གཟིགས་ཀྱི་ཐུགས་ཀ་ལ་ཡང་ཏིང་འཛིན་སེམས་དཔའ་ཧཱུྃ་སྔོན་པོ་གསལ་བཏབ། གེ་སར་རློམ་ཅན་སེམས་དཔའ་གསུམ་གཟིགས་གསལ་བཏབ་རོ།

ཧཱུྃ་འདིས། ང་མིན་རྡོ་རྗེ་སྡེ་བ་ནས་ཕྱིན་ནས་རླུང་ལྔ་དབྱེར་མེད་གནང་གཞི་བྱས་ནས་ཁོ་རང་གི་ཧཱུྃ་མི་སྲིད་ཡག་གི་གྲངས་དེ་རང་གྲ་རེ་གཅིག་གི་ཐུགས་ན་མ་གྲགས་དུས་ཡག་གཅིག་ད་བྱུང་ན་ང་ཚོ་རྒྱལ་སར་མི་གཅིག་གཟུངས་སྔགས་འདི་གཅིག་བཤད་འགོ་གི་ཡོད་རེད་ད་འདི་བྲིས་སྔགས་གཅིག་གི་སྣེ་མོ་ལ་དེ་གསལ་ཐུབ་ཀྱི་རེད་དཔེར་ན་དབུ་བཞི་ལ་སོགས་པ་ཐུགས་དམ་ལ་གཅིག་པུ་གཅིག་ཡང་རེད་རྗེ་རུ་མི་སྲིད་ནང་བཞིན་བཤད་ནས་དབུ་བཞི་དཔལ་ཞལ་ཆོས་དེ་ཡོད་ཅེས་ད་འདི་དེ་དབུ་བཞི་དེ་མིང་ལ་ཡང། པི་ལི་ཏི་ཞྭ་མོ་སྲ་པན་ཤ་སྲ་པི་ལི་ཏི་ཞྭ་མོ། ད་ཡིག་གང་འདི་ལ་ཡང་འདུག་སུ་ཕ་འཐེན་ཤོས་གསུམ་ཡོད་རེད། སྔ་མོ་ཡང་ནཱ་ལེནྡྲ་ལ་ཡང་གསུམ་འཐེན་པ་ཡིན་ན

གཅིག་པུ་གཅིག་རྐྱང་ཡིན་ན་བླ་མ་སུ་ཡིན་ཏེ་དགེ་ཕྲུག་སུ་ཡིན་ཏེ་དེ་དེ་དྲེག་གི་ཐུགས་ནས་ཅིག་སྲས་སུ་ཡིན་ཏེ་ཡབ་སུ་ཡིན་ཏེ་དབྱེ་འབྱེད་མ་དག་མེད་སོགས་བྱ་བའི་སྐུ་རུ་བ། ཁ་ཤས་ཀྱིས་ད་ནི་ང་ཚོ་ཐང་ག་ཞག་འདི་དང་བྱེ་ར་མ་ཅིག་པང་ཅིག་ཞག་ཨ་ན་གེ་སར་མ་ཅིག་སུ་ཏོག་མི་གི་ཆེད་དུ་སོར་གང་ཚད་ཅིག་མ་ཞག་ཨ་མི་དཔེ་མི་གི་འོག་ལ་མ་དཔེ་མི་གི་བོད་དོན་འོག་ལ་མ་ལས་ཅི། ཨ་ད་དེ་འདྲའི་དེ་ཡང་ང་ཚོ་ཏག་ཏག་ཁྱོད་འདི་མོ་ད་ད་ནི་ང་ཚོ་དཔེ་ཆ་ནི་ནི་བྱེ་ན་སྲས་གཉིས་ཀྱི་དབུ་ཞྭའི་རྩེ་མོ་དུ་བྱེ་ར་མ་ཅིག་སྐུ་ཕུང་ཁུ་ཐུག་དེ་ལས་ཐུག་ཅི། འོ་དེ་འདྲ་ཅིག་ཞག་ཞུ་འོ་གསུངས་པར་ད་ད་དེ་ཅིག་གོམས་རྒྱུ་རེད།

བྱེ་མ་དེ་འདྲའི་དུག་ནི་ངས་བསད་གོ་ཕྱིན་ན་འོ་དེ་འདྲའི་གེགས་གཅིག་ཕི་གེ། དང་ད་མཚོན་བྱེད་དེ་འདྲའི་གོ་ཡག་གི་ཐབས་ཤེས་ལ་ཡ། ཏོ་བགྱིད་སྙམ་སྟག་སེང་གི་རྣམ་པ་ཆེ་ན་ཕ་ཞུགས་དེ་ཡོ་སོར་གཅིག། ཅན་དེ་ཡ་ཆེན་པོར་བྱེད་ཡ་ལོ་ཆུན་ཆུན་ད། དང་མ་ཡོད་དུས་ཀྱི་འོ་བོ་དེ་འདྲའི་གེགས་གཅིག་ད་ནས་བཟོད་གོ་སོར་གཅིག། དཔེར་ན་ང་ཚོ་སྤུ་གུ་ཆུན་ཆུན་ཀུན་ལ་ཡང་སྤང་ཐང་རེ་གཅིག་མིག་ཁུ་ཐུག་ཐུག་ཨར་དོ་དོ་གང་གང་པོའི་དང་མ་ཤི་བོ་ཅི་ཡོད་པ། ཨ་ནི་ཡ་ཙེ་ཡ་ཙེ་ལེན་དུས་ད་ནི་གང་གང་མ་སྤག་ལུག་དུ་མ་སོ་ནི་མ་གང་མ་སྐྱ་གི་ཀྱ་ནི། འོ་ད་དེ་འདྲའི་བྱ་གི་དེ་གེ་རེད་པ་ད་ད་འདི་ཆུན་ཆུན་ཀུན་ལ་འོ་དེ་འདྲའི་གི་སོར་གཅིག་རེད། སྐྱེ་འགྲོ་ལྟ་འདྲེ་ཁྱིམ་པའི་ཐུགས་ཀ་ལ་ཡང་གསང་བདག་ཕྱག་ན་རྡོ་རྗེར་བལྟ། གསང་བདག་ཕྱག་ན་རྡོ་རྗེ་དང་གསལ་བཏབ་ཀྱི་རེད། དེའི་ཐུགས་ཀ་ལ་ཡང་ཏིང་ངེ་འཛིན་སེམས་དཔའ་ཧཱུྃ་སྔོན་པོ་ཞེས་གསལ་བཏབ། སེམས་དཔའ་སུམ་བརྩེགས་ཡེ་ཤེས་ནི་གསལ་བཏབ་དང་འདུལ་བ་དང་ཐུགས་སྲས། དེ་རིམ་བཞིན་མཐུ་སྟོབས་ཀྱི་ནུས་པའི་བདག་ཉིད་ཀྱི་ཞེས་གསལ་བས་བརྟག་གོ། ང་ཚོ་ད་ལྟ་རིགས་གསུམ་སྐོམ་པ་ཕྱིར་ནས་ཟས་ཟེར་གི་འདུག་རིགས་གསུམ་སྐོམ་པོ་དེ་དངོས་གནས་འདི་མི་ཡི་རྣམ་ཅན་ཕྱིར་ནས་འཕེལ་ཏེ་སྐྱོ་དེ་ཡབ་སྲས་གསུངས་པ་དེ་རེད། ད་ང་ཚོ་རིགས་གསུམ་སྐོམ་པོ་སུ་དེ་ལྟོས་ཡབ་སྲས་གསུངས་ལ་རིགས་གསུམ་སྐོམ་པོ་ཡིན་པ་དེ་མ་གོ་བ་བྱས།

ཅི་དང། ཇི་ཡང་བསེ་གསུང་གི་གཅིག་གིས་གཞན་དོན་དུ་གཉིས་ཀྱི་འདུན་པ་རེད། གཙང་བ་སྙིང་རྗེ་ཆེན་པོར་དེ་འདྲིའི་གི་ཐོག་ནས་ང་ཚོ་སེམས་ཅན་གི་ཐོག་ན་ལ་མ་ཕན་པ་ད་ལྟ་ཁྱོན་ནས་ཡོང་གི་མ་རེད་དེ། སུ་སུས་ཡང་སུ་འང་སྟབས་བཅས་ཡ། ཡུད་ཆེན་པོར་ཅི་ཡང་ཅིག་ཟུར་ཞུ་གྱིས་ན། དེ་ག་ནས་ཁྱེད་ཀྱི་སེམས་ང་ནས་ལ་གུས་ཆེན་པོར་ཅིག་ང་ཚོ་ཡོང་ཡང་ཅིག་ཡོང་གི་རེད་པ་ད། དང་ཚོགས་ཤིང་གསལ་སྟབས་ཚད་པའི་མཇལ་ལེ་ཡ། ཨ་ནི་ཤི་ནས་ཅིག་ཡན་ལག་དུ་མ་མེད་རེད་དེ་ཅེས་པ་ཕུལ་ཡ་དེ་ད། ད་དེ་རིང་ང་ཚོ་དགའ་ལྡན་ལགས་ཀྱིས་གི་ཚིག་ཅིག་དྲུག་གི་ཡོད་རེད་ད། དགའ་ལྡན་ལགས་ཀྱིས་གོང་གི་ཐུགས་ཁ་ནས་རང་དགར་ཞུས་སོ་སྤུན་གྲི་ཆུ་འཛིན་རྩེར།

དེ་ཡིག་ཆུང་ལྟར་བྱས་ད་བསམ་དུས་གཏོང་ལ་ཟེར། ད་དངོས་གནས་བྱས་ན་ངག་སྐོར་ལ་བསམ་བློ་གཏོང་བསམ་བློ་གཏོང་བསམ་དེ་རྐྱང་རྐྱང་རེད། ད་འདི་ང་ཚོ་ད་ལྟ་ཚིགས་བཅད་འདི་རེད་དེ། དགའ་ལྡན་བླ་རྒྱལ་དགོན་དགེ་ཡིས་ལུས་སྲོལ་དང་དགའ་ལྡན་བླ་རྒྱ་དགའ་ལྡན་ཟས་སྲོལ་དང། ཨ་ལས་སྔོ་ལོ་སུམ་ཅུ་རྩ་གསུམ་དེ་བསད་ཅེས་བཏབ་དེ་ནས་ཡང་དཔག་ཚད་བརྒྱད་ཞེས་བསད་བཏབ། དེ་ནས་ཡང་དཔག་ཚད་བརྒྱད་གཅིག་གི་ས་ལ་དུག་ཕྱིས་ན་དགའ་ལྡན་བླ་རྒྱལ་གྱིས་ཞེས་བསད་བཏབ་ཕོ་བྲང་རྗེ་བཙུན་མཐོན་པོ་ལ་སོགས་པ་དེ་གའི་བཀའ་འགའ་བསད་བཏབ། རྗེ་བཙུན་བྱམས་མགོན་གྱི་ཐུགས་རྒྱུད་ལ་ཡོད་དུ་ཡོད་དགུ་ཐུགས་ཉིན་བྱེད་ཆེན་པོ་འདི། རབ་ཏུ་དགའ་བའི་ཞོ་གསར་པ་ནང་བཞིན་དཔུང་སྒྲའི་ཆུ་འཛིན་གྱི་རྩེར།

ལྷ་བྱེད་རིམ་བཞིན་དངོས་སུ་འཕོས། སྲས་དང་བཅས་པ་ཨཱས་ལ་དུ་ཐུགས་སྲས་རྣམ་པ་གཉིས། ལྷ་སེམས་དཔའ་གསུམ་གཟིགས་སྐྱབས་མཆན་བསམ་བཏགས་ཞུས། སྐུ་རྐྱང་གཅིག་བསྒོམ་དུས་ཨཱས་སོགས་སྐྱེ་གཉེན་མ་དག་དེའི་ཐུགས་ཀ་ལ་དེ་དེའི་ཐུགས་ཀ་དེའི་ཐུགས་ཀ་དེ་ལ་དེ་འདྲེ་བྱེད་ཅེས་དག་ཐུགས་ཤིང་བསམ་དང། ལྷ་སྲས་དང་བཅས་པ་གནས་དེར་གཤེགས་སུ་གསོལ། ཕྱིས་ནས་དེ་དྲི་བ། ནམ་རྒྱུན་ང་ཚོ་ཡིན་ནས་ནི། ལྟུང་བཤགས་ཚང། སུམ་བརྩི་ཞིག་དོན། བཤགས་པ་དེ་གའི་བྱེད་དང་བར་ཆད་ཨཱས་ནི་གསོལ་འདེབས་ལ་འཇོག་གོ་ཅིག་གསོལ་དུས་ད་འདིའི་གི་ཏུ་ལི་ཏུ་དང་སྤོས་ཏི་བཅས་པ་གང་ག་ཡང་ཞལ་གྱིས་བཅད།

དེ་བསྐྱིལ་ཏེ་ཁྲུས་གསོལ་གྱིས་བྱས། བུམ་ཆུ་རེ་དོ་དོ་ནང་དུ་གཅིག་དྲི་བཟང་གི་གཅིག་ཆག་ཆག་རྟ་བྱ་ལ་སོགས་པ་དོ་དོ་གང་གང་ཆག་ཆག་པ་བྱས། ཨ་དོ་དོ་པ་གཙང་མ་ཡག་པོ་བྱས་ཁ་ཁྲུ་ལ་ཞེས་དོ་དོ་པ་གཙང་མ་ཡག་པོ་བྱས་བྱས་རིན་པོ་ཆེ་ལ་ཡབ་སྲས་གསུམ་པོ་དེ་ལ་སྐུ་ཁྲུ་ཡག་པོ་ཞིག་གསོལ། ཨ་ནི་ཡབ་སྲས་གསུམ་པོ་དེ་དེ་དོན་གྱི་ནང་ཁར་རང་གི་ཅིག་གེ་སར་ང་ཚོའི་སེམས་དུ་སྨིན་སེམས་ནི་བག་རྩིས་པས་དོ་མོ་གང་གཅིག་ཅིག་གི་ས་ལ་དོན་གྱི་ནང་ཁར་ལ་ད་ཡོད་སོང་ཟས་བཏབ་ཞོར་རེད་པ་མ་གཏོགས་དེ་ག་ལ་སྐུ་ཁྲུ་ཡག་པོ་བསོད་སྙིང་གུ་རུས་པ་གཏིང་ནས། གང་དང་ལེགས་ཉེས་གང་འདྲ་རེ་བྱུང་ནས་ད་ཁྱེད་རང་གི་མཁྱེན་སེམས་སོགས་གང་ད་དེ་དྲིས་གི་ས་མོ། ཅི་རེད་སངས་རྒྱས་ཀྱི་བསྟན་པ་རེད་སེམས་ཅན་གྱི་བདེ་སྡུག་རེད་ད་དེ་འདྲའི་མང་པོ་ཅི་ལ་བསམ་བློ་བཏང་ཨ་ནི་ཡང་འུ་ཐུག་གུ་སུ་རུ་ཕྱིར་འཕངས་ཞུས་རྗེས་མིག་ཆུ་ཏང་གི་ཏང་གི་ཐང་ཅི་རིམ་ཕྱི་ལ་སྐུ་དྲུང་སོ་ཡག་གུ་སུ་རུ་ཕྱིར་རྗེས་ད་ཅིག་དད་པ་རེད་དག་སྣང་རེད་དགའ་སྣང་རེད་སེམས་ཅན་ལ་སྨིན་པའི་སྙིང་རྗེ་རེད་དོ་ཚོ་ག་འགའ་འཛོམས་ནས་འོ་ད་དེ་འདྲའི་རྗེས་ཀྱི་ལྟས་ནས་ནི་ཅི་རིམ་ཕྱི་ལ་ཡང་སྐུ་དྲུང་སོ་དེ་བ་ཞིག་ད་ནམ་རྒྱུན་ང་ཚོ་འགྲོ་སྟངས་ཕྱི་ལ་ཁྱོ་གའི་འགྲོ་སྟངས་ལ་ཅིག་གི་ཐོག་ནས་བཤད་ན་འོ་ད་དེ་ཆ་ད་འདི་ན་ལ་མིག་རིམ་འདི་གའི་ཆ་ཚང་ཡོང་འདི་གའོ་ད་དོ་ཤིང་སའི་གཏམ་ལ་ཡིན་ན་མ་མིག་པའི་རིམ་པ་འདི་གའི་ག་འགའ་ཆ་ཚང་ཅིག་ད་དེ་འདྲ་འདི་ལས་འདི་གའོ། ང་ད་དེ་རིང་ང་ཚོ་འདི་ཡི་ཚོགས་ཞིང་གསན་བཏབ་ཡག་དེ་རེད། ད་འདི་ནས་མའམ་ཡན་ལག་འདུན་མ་ཚོགས་ཞིང་གསན་བཏབ་ནས་ཚོགས་ཞིང་དེའི་སྐུ་མདུན་ལིང་ཡ་ག་རེ་ཞིག་བྱེད་དགོས་ཟེར་ལ་དེ་དང་ཡན་ལག་འདུན་མ་མེ་འབྲས་དེ་བྱེད་པར་བུ་བཀུག་ཡོད་ལབ་པ་ཚོགས་ཞིང་གསན་བཏབ་པ་ཞེས་དེ་ལ་ཡན་ལག་འདུན་མ་མེ་འབྲས་དེ་བྱེད་པར་བུ་བ་ཞེས་ལབ་ཀྱི་ཡོད་ལབ་པ་ད་འདི་མ་ཡན་ལག་འདུན་མ་མེ་འབྲས་དེ་བྱེད་པ་དེ་ན་ནས་དང་པོ་དང་པོ་དེ་ག་ཟེར་ལ་དེ་དང་ཡང་ང་ལས་མི་འདོད་པར་སོང་བ་འདི་བས་ཡིན་ལ་ད་འདི་ཡིས་ང་ཚོ་དགོངས་པ་ཡག་པོ་ཞིག་བཤད་ཨ། དཔེ་ཆ་མང་པོ་ཅི་ན་ལ་ཡང་ང་ལས་མི་འདོད་པར་སོང་བ་འདི་བས་ཡན་ལག་འདི་མི་ཡུལ་དྲུག་པ་ལྔ་པ་ད་དེ་རེ་ཅི་རེ་བཞག་ཤོག་རེད། ཕྱག་འཚལ་བ་དང་མཆོད་ཅིང་བཤགས་པ་དང་རྗེས་སུ་ཡི་རངས་བསྐུལ་བཞིན་གསོལ་བ་དྲུག་པ་བཤགས་ཐོགས་པ། ད་ནི་དགེ་བ་ཅུང་ཟད་བདག་གི་ཇི་སྲིད་བར་ཐམས་ཅད་བདག་གི་བྱང་ཆུབ་ཆེན་པོ་བསྔོ་བྱས་ན་བསྔོ་བ་འདི་འདོན་པ་ཞེས་བཤད། དེ་ལ་འདུན་པ་སེམས་ལ་འདོད། ད་རེས་འདི་འདོན་ན་མོ་དཔའ་འདོད་བསམ་པ་མ་བརྩམས་ཡོང་དུས་ཡིན་ནའང་བཀྲ་འང་དེ་ག་ནང་བཞིན་གྱི་བཀའ་གདམས་སྤྲུལ་པའི་གླེགས་བམ་ཆེན་མོ་ན་ལ་ཡིན་ནའང་བཀྲ་བལྟ་སྙིང་རྗེ་ངས་མི་མངའ་དེ་ན་ལ་ཡང་མྱ་ངན་ལས་མི་འདོད་པར་སོང་བ་བལྟ་བ་ས་ཐག་ཕལ་ཆེན་དང་པོ་དེ་ཡིན། ད་འདི་དང་པོ་དང་བྱ་འདི་ཨ་ལས་སྔོ་ལས་ཡག་ཚུལ་བཞིན་གསལ་བལྟ་བ་ཞེས་དེ་ནས་མྱ་ངན་ལས་མི་འདོད་པར་སོང་བ་བལྟ་བའི་ཐ་དེ་གལ་ཆེན་པོ་ཞེ་བོ་ཅིག་ཆགས་སོང་ང། དཔེར་ན་ཁྱེད་རང་རྣམ་པའི་ངོ་ནས་ཆ་ཚང་མ་ལ་ཏང་གྱེན་ལངས་གཅིག་ཐོག་སྟེ་སྐུ་གཟུགས་ལ་སྙུག་སྙུག་ཚག་ཚག་སོར་གཅིག་བྱས་རྗེས། གྱེན་ལངས་སྐུ་ཚེ་མི་བདེན་པའི་སོར་བྱས་རྗེས་ཅིག་གཏམ་ངན་གྱིས་ང་ཚོ་ཨམ་ཆོས་རྣམས་ལ་གོ་ཡག་སོར་བལྟ། མིག་གིས་མཐོང་ཡག་སོར་བྱས་སོ་ད་ལྟ་ད་ངོ་ནས་པའི་ནག་ཁུང་ནག་རྐྱང་ལ། ད་ལྟ་ཁ་སྐད་ཆུང་མ་སོང་སང་ཤ་ད་ཡིན་ན་ཁྱེད་ཀྱི་རེ་བ་ཀྱང་ཆོད་ནི་མེད་མི་སྲིད་དེ་ལ་ད་ཆོས་ཟང་ཟིང་གང་གི་ཕྱི་ནང་བསམ་བློ་བཏང་རྒྱུ་ནས་ད་ག་ལ་ག་པར་ཆགས་སོང་དེ་ནས་ཕྱི་ནས་ང་ཚོ་ཉམས་ལེན་བྱེད་ཉེན་ཅིག་ད་ཆོས་བྱེད་ཉེན་ཅིག་ངོ་ནས་སང་སོང་ད་རང་གི་དྲིན་ཆེན་རྩ་བའི་བླ་མ་དེ་ཅིག་ད་ཕི་གས་སྐུ་ཚེ་མ་བདེན་པའི་སོར་དེ་འདྲ་བྱས་སོང་ད་དེ་ཁྱོན་ནས་ད་ད་བསྡད་མ་སོང། འོང་དང་དེར་བལྟ། འདི་མ་ཀྱོག་དེ་བས་ཀུ་ཐུ་ལ་ཡང་བཞུགས་ཁྲི་དེ་འདྲ་ཕུལ་ཡགས་སུ་འདྲ་བོད་དེ་འདྲ་ཕུལ་ཡགས་སུ་འདྲ་བཞུགས་ཁྲི་དེ་ཕུལ་ནས་ཕ་ཕ་ཞེས་ཁྲི་དེ་ཏོ་པོའི་རྗེས་རིན་པོ་ཆེ་དང་ཡབ་སྲས་གསུམ་བཞུགས་དེ་སྲས་བཞུགས་ཁྲི་ལས་ཕ་གསུམ་གསུམ་བསམ་སང་བཞུགས་ཁྲི་གསུམ་དེ་ཕུལ་གོ་ཆེ་གི་རེད་པ་ཨ་ནི་བོད་དེ་གསུམ་འོང་དང་སྐུ་ཚེ་རིང་པོ་བཞུགས་ཐུ་ཡགས་ད་དེ་འདྲ་གི་གསོལ་སྨན་དེ་འདྲ་ད་ང་ཚོ་བོད་པའི་ལུགས་སྲོལ་གུ་ཐུ་ནས་ཕ་དེ་ད་བླ་མ་སྐུ་ཚེ་དེ་ཡགས་གི་དེ་འདྲ་གི་ཐབས་ཤེས་རེད་ད་ང་ཚོ་ད་ལྟ་དེ་བརྟན་བཞུགས་གི་སྲོལ་དེ་ཆགས་ཐུ་གི་རེད་པ། མདུན་གྱི་གནང་སྐབས་སེང་ཁྲི་དཔལ་ལྡན་སྟེང་རྗེ་བཙུན་བླ་མ་སྐྱིད་པའི་གཟུངས་རེ་བཅས་བདག་བློ་དད་མོས་བསོད་ནམས་ཞིང་མཆོག་ཏུ་བརྟན་པ་བཅས་ཀྱི་སྐད་ཅིག་བཞུགས་སུ་གསོལ། ཚིག་བཞི་ཏག་ཏག་སྙན་པོ་ཞལ་བཞི་སྟོང་གོ་རྒྱུ་ཆེན་པོ་སྙན་པོ། ཁ་ནས་མ་ལགས་ཁ་སྤྲོད་དུ་ལབ་བདེ་བོ། རལ་པ་རལ་པའི་དུས་ན་ཁྱོད་ནི་མེད་པར་བྱེད། ཅེས་པར་བུར་ཚིག་དྲག་པོ་ཉི་གླིང་ཤོག་ཏུ་རྒྱུགས་སོ། ཐོག་མར་ཡུལ་དུ་རྒྱུགས་སོ་ཁྱོད་ནི་མེད་པར་བྱེད། སྤྱང་པོ་བཞི་བཅས་ཁོད་སྙོམས་པོ་བཞི་བཅས། ཧ་ལས་པ་སྟོབས་པོ་ཆོས་དང་ལྡན། མདུན་གྱི་གནང་སྐབས་སེང་ཁྲི་དཔལ་ལྡན་སྟེང་སེ་ལང་ཆོས་དང་མདུན་གྱི་གནང་སྐབས།

ཡར་ཙམ་གྱི་སྦྱིན་པའི་ཞུགས་ལས་བར་ཐིམ་བྱས། ཐུགས་མཉེས་པོ་བཞི་བོ་གཅིག་པའི་རྟེན་འབྲེལ་གྱི་ཆོས་ཉིད་རིགས་གཅིག་གི། ཁོ་རང་རྣམ་པའི་དཔེ་ཇི་སྲིད་ནང་གི་མ་རྟོགས་པ་དེ་ཚོའི་བུ་དང་སེམས་ཅན་གྱི་དོན་དག་ནི་ཡང་དག་ལོངས་སྐུ་རྡོ་རྗེ་འཆང་དང་སྤྲུལ་སྐུ་རྡོ་རྗེ་འཆང་སྐུ་ལས་ཡང་དག་སྒྱུ་ལུས་དེ་རིགས་དང་དེ་རིགས་པ་དང། དང་བཞི། རིགས་གསུམ་སྒོམ་པ་ལ་བརྟེན་ནས་ད་ལྟ་ང་ཚོ་ཚུལ་དང་དེ་ཡང་དེ་ལྟར་གང་ཟག་དང་དེ་ཡང་རེད་སེམས་ལ་ཡོན་ཏན་དང་དེ་ཡང་གསུང་སྐུའི་ངོ་བོ་ལ་དང་དེ་རིགས་པ་དང་གཅིག་དེ་སུ་རེད་སེམས་ལ་བདེ་ཆེན་ལྷན་སྐྱེས་ཀྱི་གཞི་དེ་བདེ་སྟོང་ལྷན་སྐྱེས་ཀྱི་གཞི། དང་དེ་རིགས་ཀྱི་བརྟེན་ནས་གང་གིས་དང་བ་རེད་གང་དུ་དང་དེ་ཡང་རེད་གང་གི་ཆེད་དུ་བཏང་བ་རེད་འོ་ད་དེ་གའི་གང་གི་ཆེད་བཏང་ལ་གང་གི་ད་དེ་འདུག་ག། ཁོ་རང་རྣམ་པས་ཇི་སྲིད་ནང་ཁའི་མཐའ་དང་གཉིས་པའི་སེམས་ཅན་གྱི་ཁམས་ལ་མ་ཚོགས་པར་དུས་ཚོད་ཕུལ་དུ་སེམས་ཅན་གྱི་དོན་དག་ལ་ཡང་ཞུགས་ཀྱི་ཡིན་ཞེས་ནས་གསུང་གི་ཡོད་རེད། སྐུའི་རྣམ་པ་པའི་རོལ་གར་དྲ་མ་འདྲ་པའི་སྟོང་ཕྲག་མང་པོ་ད་དེ་འདྲའི་ག་དུས་ནས་བསྟན་གྱི་ཡིན་ཞེས་ནས་གསུང་གི་ཡོད་རེད་ངས་དེ་རིང་དེ་ལྟར་ཞུགས་རོགས་གནང་ཞེས་ད་དེ་ཞུས་པས། པའི་འདོད་པ་བརྩེ་དུང་སྤྲད་པར་གྱིས། ཁོ་རང་རྣམ་པས་དགོངས་རྒྱུ་དེ་དག་ངས་འདི་ནས་ཡང་གསོལ་བ་འདེབས་རྒྱུ་གཉིས་པ་དེ་གཅིག་པ་གཅིག་རྐྱང་སོ་གཅིག། ཡང་ཁའི་ཤོག་དེ་རྒྱུགས་སོར་ཆོད་ནས་མེད་པ། ཁོ་རང་རྣམ་པའི་གང་དང་སེམས་ཅན་གྱི་དོན་དག་ཡིན་ནམ་སྐྱེས་བུ་བརྒྱ་ཕྲག་བརྒྱ་ཕྲག་བརྒྱ་ཕྲག་བརྒྱ་ཕྲག་འབུམ་ཕྲག་འབུམ་ཕྲག་ད་དེ་རེ་ཕྱིར་ལ་བབས། ཀུན་གཟིགས་སེང་གེའི་ཡེ་ཤེས་ནི་ཏིང་ངེ་འཛིན་ཕྱིར་ནི་སྲུང་འཁོར་ཡོད་ལ་བབས། རྩ་བ་ཉིད་ཕྱིན་པའི་གཞན་དབང་དུ་ཕྱིན་ཏེ་ཡོ་གའང་སངས་ཏེ་དེ་རེ་ཕྱིར་ལ་བབས། ད་བསྟན་རོགས་གནང། ཕྱིན་ནི་བ་ད་དུག་ཕྱིར་ནི་བཞུགས་ཡོད་ལ་བབས། ད་འདི་ཞེ་བོ་ཅི་གནད་འགའ་ཡོད་གསུངས་པ་ད་ད་དངོས་གནས་ཀྱི་ཅི་ང་ཚོའི་ལག་པ་ལ་བཞུགས་ཁྲི་ཆེ་རྗེས་མ་ལྷའི་སྟོད་ཕྱིན་རྗེས་དངུལ་སྤྲད་བཞིན་ཉོས་དེ་ཡོག་གསོ་དེ་འདྲའི་དུ་གོ་མ་རེད་དེ་འདྲའི་གོ་མ་རེད། ད་ནི་ང་ཚོ་གོམས་ཆེར་བ་བསམ་ཆེར་བ་མོས་གོམས་ལ་བབས། དངུལ་བཏང་རྗེས་དཔལ་འབྱོར་བཏང་རྗེས་དུག་བྱེད་ཤུལ་ད་ད་དེ་འདྲའི་སྲིད་སྐྱོང་མ་ད

མདུན་གྱི་ནང་གི་སེང་ཁྲི་པད་ཟླའི་སྟེང་རྗེ་བཙུན་བླ་མ་སྐྱིད་པའི་གཟུགས་འཁོར་ཅན། བདག་བློ་དད་པའི་བསོད་ནམས་ཞིང་མཆོག་ཏུ་བསྟན་པ་ཅི་བྱེད་སྐད་ཅིག་བཞུགས་སུ་གསོལ། དེ་མྱ་ངན་ལས་མི་འདའ་བར་སོང་བ་འདས་པ་དེར་བལྟ། ད་དེ་རིང་ང་ཚོ་ཚོགས་ཤིང་གསལ་བཏབ་པ་ད་དེ་རིང་ང་ཚོ་བསམ་བྱ་ཡོར་དང་གོམས་བྱ་ཡོར་བལྟ། ད་ནི་ང་ཚོ་སྔ་ཚེ་ཅིག་བར་བྲོས། ཨ་ཀྱཱ་ནམ་པའི་ཤག་ལ་བར་ཁ་ཐུག་རིགས་ཅིག་བར་ལོག་ཅིག་ཨ་ཏིག་སེར་བསམ་གཏང་ཐུབ་ན་ཡག་པོ་ཞིག་རེད། ག་ནི་ཡིད་ཆེས་འཛིན་ད་ཐིག་གི་ངའི་དྲིན་གང་གི་སྣེ་མོ་ཏོག་ཙམ་གང་བསམ་གཏང་ཐུབ་ན། ད་དེ་མེ་ཙི་བསམ་བློ་བཏང་ཡང་ལྐོག་གི་སྐད་ཅིག་ཆགས་འགྲོ་གི་རེད་པ།